མི་མང་ཉུང་གི་ཐོག་ནས་སྟོན་ཐུབ་ཀྱི་ཡོད་ལ་སྟོན་དགོས་ཀྱི་ཡོད་ལབ་ཀྱི་ཡོད་ན། སྒྲོམ་གཞི་ཨ་མ་དེ་ལ་ཏག་ཏག་ཅིག་བསྡད་ཀྱི་མ་རེད། དབུ་མའི་ལམ་གྱི་ཐོག་ནས་འགྲོ་གི་ཡོད་ན་འཐབ་རྩོད་ཆགས་ཀྱི་རེད་མ་རེད་དང་པོ། སྤྱི་འཐུས་བཞི་བཅུ་ཐམ་པ་དང། ཕྱི་རྒྱལ་ལ་ཡོད་པའི་སྤྱི་འཐུས་ལྔ་བསྡད་ཀྱི་འགྲོ་སོང་དེ་ཕ་ཆའི་གྲོས་ཚོགས་གཅིག་ལ་བསམ་བློ་གཏོང་ན། འདྲ་འདྲ་འདྲ་བོ་ཅིག་ཆགས་ཀྱི་ཡོད་རེད་བ། ཉི་མ་རེ་རེ་བཞིན་ནས་ཆོས་རྒྱུད་སྤྱི་འཐུས་ཀྱི་ཆོས་བྱེད་དགེ་བ་བསྒྲབ་འདོད་མ་འདོད་དེ་འདྲ་བྱེད་ཡག་གི་གནས་སྟངས་གལ་ཡོད་མ་རེད། ང་རང་ཚོ་གི་མི་ཚེ་ལ་ང་འདྲ་དེ་འདྲའི་ནང་ལ་སད་ཐུབ་ཀི་རེད་ཟེར་བའི་གི་རེ་བ་འགྲོ་ཅིག་ངས་ཞུ་ཞུ་ཁའི་མཐོང་གི་མི་འདུག་ང་རང་སྒེར་གི་ངོས་ནས། ཆོ་གི་སྤྱོད་འདུལ་བྱས་བསྡད་མཁན་གཅིག་གི་ཆོ་འདུལ་ཆུ་སྤྱོད་འདུལ་མི་གོ་ལ་འོ་ན་གྲོས་ཚོགས་ནང་གྲོས་འཆར་ཁྲིམས་འཆར་བཏོན་ནས་མ་བཏོན་དགོས་རུང་ཕྱི་ལོག་ལ་འགྲོ་ནས་སྤྱི་ཚོགས་ནང་ལ་དཀྲུགས་སྐད་རྒྱག་ཡག་གི་དུས་ཚོད་རྩ་བ་ཉིད་ནས་མ་རེད།
ད་ལྟ་ང་ཚོ་ཡིད་གཉིས་ཀྱི་འབྲེལ་ལམ་གྱི་རོ་དེ་སྟེ་གཅིག་ཕྱི་བས་སོ་འདྲ་བ་ཅིག་ཆེ་བོད་ནང་ལོགས་ནས་ཡིན་ན་ཡང་ཅིག་ང་ཚོ་བཙན་བྱོལ་ལ་ཡང་རེ་བ་བཅང་ཡོད་དེ་སྟེ་ཅིག་རེ་ཐག་དུ་མ་བསམ་ན་ཅིག་ཆད་འགྲོ་གི་ཡོད་པས་སོ་འདྲ་བྱེད་འདུག་དེ་གིས་དེ་ང་ཚོ་ཅིག་ཉམས་པ་གང་ཕན་འདི་འདྲ་བྱེད་ཡ་ལ་ཡ་ད་ཅིག་ཁྱོད་ནི་ག་རེ་གནང་ཡ་ཡོད་རེད་ད་གཞིས་བྱེས་གཉིས་ཀྱི་འབྲེལ་ལམ་དེ་ད་བར་སྐབས་ང་ཚོ་གཙོ་བོ་རྒྱ་གར་དང་བལ་ཡུལ་ནང་ལ་རེད་རྒྱ་གར་དང་བལ་ཡུལ་ནང་ལ་མི་དང་མི་ནག་མང་པོ་གཞིས་བྱེས་བོད་ནས་ཚུར་ཡོང་ཐུབ་པ་དེ་གའི་གནས་སྟངས་དང་ཨ་དེ་ནང་བཞིན་ཨ་ནེ་ཆེ་ཕྱི་ལོག་ལ་ཡོད་མཁན་དེ་ཚོ་བོད་ནང་ལ་ཕར་འགྲོ་ཐུབ་པའི་གནས་སྟངས་དེ་ཚོ་ལ་བརྟེན་ནས་ཨ་ནེ་ཆེ་འབྲེལ་ལམ་དེ་ཡག་པོ་འགྲོ་བྱེད་བྱུང་ཡོད་རེད་ཡིན་ན་ད་ད་ལྟའི་ཆ་ལ། ནི། བར་ཚིགས་ཀྱི་འགྲོ་དབང་དེ་ནང་ནས་དམིགས་བསལ་གྱིས་ནི་བཙན་བྱོལ་ནང་ལ་ཡོང་ནས་ད་ང་ཚོ་དགོན་སྡེ་གྲྭ་ཚང་འགྲོ་བའི་ཤར་ན་ལྷག་པར་སློབ་གཉེར་བྱེད་ཡ་དང། ནི་དེ་ནང་གི་ཆེས་གཞིས་ཆགས་ཁག་ཡིན་པ་ན་སློབ་གྲྭ་ཁག་ལ་ཡིན་པ་ཡིན་ན་གསར་པ་ཡོང་མཁན་འགྲོ་གྱི་མེད། དེ་འདྲའི་ཆགས་སོང་དུས་ནི་དེ་གི་འབྲེལ་ལམ་དེ་བས་དཀའ་ལས་ཁ་པོ་འགྲོ་གྱི་ཆགས། མ་ཚད་པའི་ནི་ཁེ་སོང་དེ་རིང་ད་སྔོན་མ་ང་ཚོ་སློབ་སྦྱོང་བྱེད་བསྡད་རྒྱུ་གཅིག་བཙན་བྱོལ་སྤྱི་ཚོགས་ནང་ལྷག་བསྡད་རྒྱུ། བླ་མ་དགེ་བཤེས་ཡིན་པ་ཡིན་ན་འདྲ། འདི་ནང་བཞིན་གྱི་མི་ཅག་ཕོ་མོ་ནང་ནས་མཐོ་སློབ་དང་དེ་ཚོ་ནས་ཐོན་ཡོང་མཁན་ཡིན་པ་ན་འདྲ་དེ་ཚོ་ཕ་མ་བཏང་ནས་བཀག་བསྡིགས་འདུག་དེ་ཚོ་ད་འོ་དེ་ཚོ་གའི་འགོག་ཆེན་ཆེན་པོ་ཅིག་ཁྲིད་བསྡིགས་འདུག་དྲན་གྱི་འདུག་དེ་ཡིན་དུས་དེ་ལ་ད་གནད་འགག་གཅིག་དེ་ཆབ་སྲིད་ཀྱི་ཐུག་ནས་ད་ང་ཚོ་གའི་ཅིག་འདི་ཡིན་དེ་མིན་ཟིང་ངེ་བཟོ་མེད་པའི་བཟོ་འགྲོ་ཅིག་བྱེད་ནས་ཇི་ས་བསྟན་ས་འགྲོ་ཅིག་ཏག་ཏག་མེད་པའི་བཟོ་འགྲོ་ཅིག་བྱེད་དེ་དུས་ཨ་ནེ་ཕ་ཅུང་ནས་ཤེས་ཡོན་ཅན་རེད་དེ་ཚོ་གའི་རེ་བ་ཞུ་གི་མེད་པའི་བཟོ་འགྲོ་ཅིག་ཅིག་ཅིག་དེ་མཐོང་བསྡིགས་འདུག་ད་དེ་ལ་ང་ཚོ་གའི་བསམ་བློ་ཅིག་བཏང་དགོས་ཡ་རེད། གནས་གཅིག་ད་ང་རང་འགས་ཀྱི་ངོས་ནས་རང་བཙན་གྱི་ལངས་ཕྱོགས་དང་དེ་འདྲའི་ཐོག་ནས་གནད་འགག་ཆེན་པོ་རེད་དྲན་གྱི་ཡོད་ཡང་སྤྱི་ཚོགས་དང་དེ་སོགས་ལ་བསམ་བློ་ཡང་མང་མང་པོ་གཏང་དགོས་དུས་དེ་སོགས་ཀྱི་གནད་དོན་དེ་ཚོ་ལ་ཅིག་ང་ཚོ་གི་འཇོན་ས་བསྟན་ས་ཡོད་པ་འདྲ་བོ་ཅིག་བསྟན་ཐུབ་པ་ཡིན་ན་ཡང་ཁོ་ཚོ་གི་རེ་བ་རྒྱག་ས་ཅིག་འདུག་བསམ་བསམ་ཅིག་མ་འདུག་ད་ཅིག་སྤྱི་ཚོགས་གཞན་པ། ད་ཅིག་འཚོ་བ་གི་གནས་སྟངས་ཡིན་པ་ཡི་ན་འདྲ་དེ་འདྲུ་གི་ཐུགས་ནས་ནི་ད་ལྟ་ད་གཞི་བྱིས་པ་དག་ལ་དཀའ་ངལ་དམིགས་བསལ་གི་བྱེད་གནང་ལ་མ་དེ་གཞི་གི་ས་ལ་དཀའ་ངལ་ས་ཁེལ་མེད་པའི་གནས་སྟངས་འགྲོ་བ་ཆ་དེ་རེད་ཨ་འདི་ན་གཞི་ད་ཁ་སང་དེ་རིང་ཅིག་ཡང་རྒྱ་ཁབ་འདྲ་མི་འདྲ་ཡོ་རོབ་ཁག་ཡིན་ན་འདྲ་དེ་འདྲུ་ནི་བོད་ནང་ལ་ཕ་འགྲིམ་འགྲུལ་བཏང་ཡག་གི་གནས་སྟངས་དེ་འདྲུ་མང་པོ་ཅིག་ཆགས་ཀྱི་ཡོ་རེད་དེ་འདྲུ་གི་གོ་སྐབས་ཟིན་ནི་ང་ཚོ་གི་བརྒྱུད་བསྐུར་དང་ཁྱབ་བསྒྲགས་དང་དོན་འཁྲིད་བྱེད་དགོས་ཡ་གནས་སྟངས་ཡོད་མ་རེད་དམ་མིག་གིས་མི་ཐུག་བྱས་ནས་ཨ་ནི་གནས་སྟངས་དེ་ཚོ་རྒྱུས་ལོན་བྱས་ཨ་ནི་དེ་ཚོ་རྒྱུས་ལོན་བྱས་པ་དེ་ཚོ་མང་བོ་ཅིག་ཕྱི་ལུགས་ལ་ང་ཚོ་བ་འགྲེལ་བཤད་རྒྱག་ཐུབ་ཡ། སྤྱི་ཚོགས་ལ་དོན་ནི་འགྲེལ་བཤད་རྒྱག་ཐུབ་མེད་ན་ཨ་ནི་ནང་དོན་གི་གོ། ད་བོད་མི་སྒྲིག་འཛུགས་ཀྱི་ལས་ཁུངས་ཁག་རེད་དེ་ནང་གི་འབྲེལ་ཡོད་ད་ང་ཚོ་སྤྱི་འཐུས་འགྲོ་བ་ཡིན་ན་དོན་འཁྲིད་ལ་འགྲེལ་བཤད་རྒྱབ་ན་ཨ་ནི་དེ་སོགས་ཀྱི་ཐུགས་ནས་ཡོང་ཁོ་བོད་ནང་གི་མི་དེ་སོགས་ཀྱི་བསམ་ཚུལ་ག་རེ་འདུག་ང་ཚོ་གོ་བ་གཅིག་ལོན་གི་རེད་ཨ་ནི་གཙོ་བོ་དེ་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་ཆུ་བོ་སྐུ་ན་བགྲེས་པོ་ཕབ་ད་མཛད་པ་འཕྲིན་ལས་དེ་སོགས་མྱོང་རོ་བཏང་བ་དེ་འདྲའི་གཏན་ནས་ཡང་མང་པོ་ཅི་ཡོང་གི་ཡོད་རེད་དྲན་གི་འདུག་ངས་ལྟས་པ་ཡིན་ན་དེ་སྐོར་གཞིས་བྱེས་གཉིས་ཀྱི་འབྲེལ་ལམ་ཙམ་མ་ཚད་རྒྱ་ཆེ་གི་ཐོག་གི་འབྲེལ་ལམ་མང་པོ་ཅིག་ལ་སྐུ་ངལ་དེ་འཕྲད་གི་ཡོད་རེད་ད་དེ་ཡིན་དུས་འདི་འདྲ་རང་བྱེད་དགོ་རེད་ལ་ཡ་གི་གནས་སྟངས་དེ་འདྲ་ཞིག་རྒྱ་ཤི་གི་མི་འདུག་དེ་ང་ཚོ་གི་ད་སྔར་ལས་ལྷག་པའི་གི་ནུས་པ་འགྲེམས་ནས་ཨ་ནི་དེ་ལ་འཆར་གཞི་འབྲི་དགོས་ཡ་གལ་ཆེན་པོ་རེད་དྲན་འདུག།
ད་གཉིས་པ་དེ་རྨི་ལམ་ད་ང་ཚོ་ལོ་མང་པོ་ཅིག་ལ་དེ་ཐོག་ལ་འབད་བརྩོན་ཞུས་ནས་ག་ལ་གང་ལ་གྲ་སྒྲིག་ཐོན་ཡོད་རེད་ཟེར་ནི་ཡོད་རེད་ཐོན་ཡོད་མ་རེད་ཟེར་ནི་ཡོད་རེད་ད་ཡིན་པ་ཡིན་ན་ཡང་གཅིག་སྤྱི་འཐུས་གྲོས་ཚོགས་ནང་ལ་རྒན་ལགས་རྗེ་རོང་པོ་མང་པོ་ཞིག་དབུས་ཀྱི་བརྒྱུད་རིམ་གྱི་ཁྲོད་ནས་ད་མ་འོངས་པ་ལོ་མང་པོ་ཅིག་ལ་འདི་འདྲི་ཚེ་ནི་རྒྱ་མི་གི་ཆུ་ནས་འབྲེལ་བ་མ་བྱས་ནས་ཡ་མ་བརྒྱབ་པ་ཡིན་ན། གཅིག་སྤྱི་འཐུས་ལྷན་ཚོགས་ཀྱི་ངོས་ནས་འདི་ལ་ཡ་གཅིག་རང་བྱུང་བསྐྱར་ཞིབ་བྱེད་ཡ་དང་དེ་འགྲིག་གཅིག་གོ་སྐབས་ལ་ཟེར་ན་མི་འདུག་དེ་འདྲ་བྱེད་སྲིད་ཀྱི་རེད་པས། དེ་བྱེད་ཆོག་གི་རེད་དྲན་འདུག་གོ་དབུ་མི་ལྷན་ལ་དཔྱད་ཞིབ་བྱེད་མི་ཆོག་གལ་མེད་རེད་ཡིན་ན་སྔོན་མ། ཉིས་སྟོང་གསུམ་ལོ་དེ་བར་ལ་དབུ་མི་ལྷན་ལ་དཔྱད་ཞིབ་བྱེད་དགོས་རེད་ལབ་དུས་ད་ཁོ་དཔྱད་ཞིབ་བྱེད་དགོས་རེད་ལན་ནི་གྲོས་འཆར་འདོན་མཁན་གྱི་གང་ཟག་དང་དེ་ཚོ་ལ་ཆད་པ་འགྲོ་བ་ཅིག་ཆེ། ནས་ནང་ཁུལ་ནས་ཅིག་ཅིན་ནོ་ཀུང་སི་ལྕང་སྐུ་ཆེན་མོ་ཕྱུག་གི་མཚན་བེད་སྤྱོད་བཏང་སྟངས་དང་ཐག་འདྲ་མི་འདྲ་མང་པོ་ཅིག་བྱས་ནས་གནོན་ཤུགས་འགྲོ་བ་ཅིག་སྤྲད་ནས་དེར་དཔྱད་ཞིབ་ལ་ཡ་ཚེགས་ཏེ་ལེ་བར་ཙང་གིས་ང་ཚོ་དབུ་མི་ལམ་མེད་པ་བྱས་གཏོང་གི་ཡིན་ཟེར་གི་ཡོད་མ་རེད། ནས་དཔྱད་ཞིབ་ཅིག་བྱས་པ་ཡིན་ན་དབུ་མི་ལམ་ལ་གྲུབ་འབྲས་ཐོན་ཡོད་ན་གར་གར་ཐོན་འདུག་ད་ལྟ་བར་དུ། གནས་སྟངས་ནམ་རྒྱུན་གྲོས་ཚོགས་འདི་སོང་ནང་ལ་དང་གསུང་མཁན་འདི་སོགས་ཀྱིས་སོང་འདི་རེད་དཔེར་ན། བོད་ནས་ཚུད་ཡོང་ཐུབ་མཁན་འདི་སོགས་དབུ་མའི་ལམ་གྱི་གྲུབ་འབྲས་རེད་ཅིག་ཅིག་ལེགས་བོ་རེད་དེ་ཡིན་ན་ད་ལྟ་དབུ་མའི་ལམ་གྱི་གྲུབ་འབྲས་ཡིན་དུས་བོད་ནས་ཚུད་ཡོང་མི་ཐུབ་པའི་གནས་སྟངས་ག་རེ་བྱས་ནས་ཆགས་ཀྱི་ཡོད་རེད་ད་དེ་སོགས་མང་པོ་བྱས་ཡོང་གི་ཡོད་དུས་ཁོ་གྲོས་ཚོགས་ནང་ལ་དཔྱད་ཞིབ་བྱེད་དགོས་ཡའི་གནས་སྟངས་དེ་གླེང་སློང་ཡོང་མི་སྲིད་པ་རྩ་བ་ཉིད་ནས་མ་རེད་ཡོང་ཆོག་གི་རེད་ཨ་ནི་ཡིན་ན་ཡང་ཁོ་འཛིན་སྐྱོང་བཀའ་ཤག་ཡིན་པ་ཡིན་ན་འདྲ་དོན་གྱི་བདག་པོ་དེ་སོགས་ཀྱིས་ཡང་འགྲེལ་བཤད་རྒྱག་དགོས་ཡ་དང། ནི་དེ་སོགས་འགྲེལ་བཤད་རྒྱ་ཡག་དེ་སོགས་ཚང་མ་བཅས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་འབྲེལ་དང་དུད་འགྲིག་ལ་ཁ་རྐྱང་རྐྱང་དཀྲིས་བྱས་ནས། ནི་དབུ་མའི་ལམ་བསྐྱར་ཞིབ་བྱེད་དགོས་རེད་ལབ་བ་དང་རྒྱ་བོར་མི་ཆེ་ལ་འཚེ་མེད་བྱེད་མཁན་རེད་ཟེར་ཡ་སོགས་འདྲ་བོ་དུད་འགྲིག་བེད་སྤྱོད་བཏང་བསྡད་ན། ནི་དཀའ་ལས་ཁག་པོ་འདྲ་བོ་ཆགས་བསྡད་རེད་མི་སྲིད་དོན་ངོ་མ་ལ། ད་བསྐྱར་ཞིབ་བྱས་ན། ཁོ། ཡག་ཅིག་ཡིན་ན་ཡག་གྲུབ་འབྲས་སྟོན་ཡོང་རེད་སྡུག་བས་ཅིག་ཡིན་ན་སྡུག་གི་གྲུབ་འབྲས་སྟོན་རེད་འབྲེལ་ལམ་མཚམས་བཞག་དགོས་དགོས་ན་བཞག་དགོས་ཡག་གི་ས་མཚམས། གསལ་པོ་བྱས་ནས་སྟོན་རེ་བཞག་མ་གོ་བ་ཡིན་ན་ད་མདུན་ལམ་ག་བ་ནས་ཡོད་མེད་དེ་སྟོན་ཐུབ་ཀྱི་རེད་བསྟན་དུས་ཁོ་དེ་གནད་འགག་ཆེན་པོ་ཅིག་རེད་ཟེར་ནས་བཤད། ཕྱི་རྒྱལ་ཁག་ལ་ཡང་སྤྱོད་དུས་མང་རུ་གཏོང་དགོས་འདུག་ཟེར་ཡ་འདྲ་བོ་དག་ཅིག་དེ་འདྲའི་མང་པོ་ཅིག་གསུངས་བསྡད་ཀྱི་འདུག་དེ་འདྲ་ཡིན་དུས། སྤྱོད་དུས་ལྷན་ཚོགས་ཀྱི་ཅིག་གྲུབ་ཆ་དེ། བཙན་བྱོལ་བོད་མིའི་ངོ་བོ་མཚོན་ཡག་གི་དོན་དག་རེད་པས་ཡེ་ཤེས་བོད་མི་ཡོངས་ཀྱི་ངོ་བོ་མཚོན་ཡག་གི་དོན་དག་རེད། ད་དེ།
ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་སྟོང་དགུ་བརྒྱ་དྲུག་ཅུ་ཐམ་པ་ལོར་དམངས་གཙོ་མ་གསོལ་རས་གནང་བའི་སྐབས་སུ། དང་པོ་དེ་ལ་དགོངས་བཞེས་ཏེ། བོད་གཞིས་བྱེས་གཉིས་ཀ། དེའི་ནང་ནས་གཞིས་ལ་གཞི་རྩ་བཞག་ནས་བོད་ནང་ལ་གང་ཡང་མེད་པ་ཆགས་སོང་དུས། མི་མང་ཉུང་མ་བསྡུས་པ་ཆོལ་ཁ་གསུམ་དང་ཆོས་ལུགས་བཞིའི་སྐབས་དེ་དུས་ཡོད་རེད། དེ་ག་ལ་ཐུགས་བསམ་བཞེས་ནས། བོད་ནང་གི་སྐུ་ཚབ་རང་ལ་བསམ་བློ་བཏང་བ་དང་ཨ་ནི་ཕྱི་ལུགས་ལ་ད་ང་ཚོ་སྒྲིག་འཛུགས་དེ་ཡོད་དུས་ཨ་ནི་གཞིས་བྱེས་གཉིས་ལ་སྐུ་ཚབ་རང་ལ་ཐུགས་བསམ་བཞེས་པ་རེད། ཨ་ནི་སྤྱི་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོར་བཙན་བྱོལ་བོད་མིའི་བཅའ་ཁྲིམས་ལ་འགྱུར་བ་ཆེན་པོ་བཅས་བཏང་བའི་གནས་སྐབས་སུ་ཨ་ནི་འཐུས་མི་མང་བོར་བཏང་བ་དང་ཨ་ནི་ད་ལྟ་སྤྱི་འཐུས་རྒྱུན་ལས་ཀྱི་གྲུབ་ཆ་ཡིན་ན་འདྲ་དེ་ཚོ་ཚང་མ་དེ་དགོངས་འཆར་གནང་གལ་ཏེ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དགོངས་འཆར་གནང་བ་གཞིར་བཟུང་བྱས་ནས་སྒྲོམ་གཞི་དེ་གཏན་འབེབས་བྱས་རེད། ཡིན་ན་ད་དེ་དུས་སྐབས་དེ་དུས། ཏིག་སི་ཨ་རི་དང་ཡོ་རོབ་དེ་སོགས་ལ་མི་མང་པོ་འགྲོ་བ་ཡོད་དུས་སྐུ་ཚབ་རེ་རེ་གཉིས་རེ་བྱུང་ན་ཟེར་ཡག་སྟེ། སྐབས་དེ་དུས་ཀྱི་དགོངས་འཆར་ལ་བྱུང། དེ་ལས་འཕྲོས་ནས་ད་ལྟ་ད། ཨ་རི་དང་ཡོ་རོབ་ཨོ་སྟྲེ་ལི་ཡ་གང་ཡིན་ན་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཁ་ཤས་ཅིག་ཡོད་བ་དེ་དུས་སུ་བྱུང་ནས་བྱུང་བ་རེད་དེ་ཡིན་ན་སྒྲོམ་གཞི་ཨ་མ་དེ་གཞི་སྦྱིན་སྙིང་ག་རང་གི་ངོ་བོ་མཚོན་པའི་ཐོག་ནས་ཡོང་གི་ཡོད་རེད་མ་གཏོགས་གལ། བཙན་བྱོལ་སྤྱི་ཚོགས་གཅིག་པུ་ལ་བསམ་བློ་བཏང་ཡོད་མ་རེད། བཙན་བྱོལ་སྤྱི་ཚོགས་གཅིག་པུ་ལ་བསམ་བློ་གཏོང་ན་ང་ཚོ་གིས་ད་ལྟ་སྒྲུབ་རྒྱུ་དེ་རྩ་བ་ཉིད་ནས་འགྲིག་གི་མ་རེད། ཁོ་མོང་གོ་ཕྲུག་གིས་མོང་གོ་ཕྲུག་སྤྱི་འཐུས་གོ་རེད་སྦེ་ལ་གོ་བོས་སྦེ་ལ་གོ་བོས་སྤྱི་འཐུས་གོ་རེད་མ་གཏོགས་ཀི། ཁོ་རྡ་རམ་ས་ལར་རྡ་རམ་ས་ལ་གོ་བ་ནས་མི་གྲངས་འགའ་མ་མྱོང་ད་ནི་སྤྱི་འཐུས་ཀྱི་བཟོ་ཡ་རེད། དེ་སྤྱི་འཐུས་དེ་བཟོས་ཚར་བའི་ཞུ་གུ་ལ་སྤྱི་འཐུས་དེ་གའི་ལས་འགན་ཏེ་ཡང། ཨཱ་ནི། ཁོ་བདེ་ལ་གོ་བའི་འགན་ཁོ་ཡག་རེད་རྡ་རམ་ས་ལའི་འགན་ཁོ་ཡག་རེད་མོད་བོད་ནང་གི་འགན་ཁོ་གི་མ་རེད། ད་ལྟ་ང་ཚོ་འཐབ་རྩོད་ཀྱི་ངོ་བོའི་ཐོག་ནས་ཚང་མ་དེ་འགན་ཁོ་ནས་བསྡད་བཞག་ཡོད་རེད། ནས་ཕྱི་རྒྱལ་སྤྱི་འཐུས་མང་གཏོང་གི་འདུག་ལ་ཡ་དེ། ད། དེ་ག་རང་ཅིག་ཕྱི་ལོ་རང་ལ་བསམ་བློ་བཏང་ནས་ལབ་བསྡད་པ་ཞིབ་ཚགས་ཅིག་རེད་དྲན་གྱི་འདུག་ད་མི་མང་ཉུང་གི་ཐུགས་ནས་སྟོན་ཐུབ་གི་ཡོད་ལ་སྟོན་དགོས་ཀྱི་ཡོད་ལབ་གི་ཡོད་ན། གོ་སྒྲུབ་ཞོག་ཨ་མ་དེ་ལ། ཏག་ཏག་ཅིག་བསྡད་གི་མ་རེད། ཨ་ནི་དེ་ནང་བཞིན་གྱི་གྲངས་ཀ་མང་ཉུང་གཏོང་དགོས་ཡ་དེ་ད། ཅེས་དཔལ་འབྱོར་གྱི་གནས་སྟངས་ལ་ཡང་ལྟ་དགོས་ཡ་གལ་ཆེན་པོ་ཞུ་རྒྱུ་རེད། ང་ཚོ་ཡོང་དེ་ད་ལྟ་རྡ་རམ་ས་ལ་ཡོད་རེད་གྲོས་ཚོགས་ཚུགས་བ་ཡིན་ན་རྡ་རམ་ས་ལ་ཚུགས་དགོས་རེད། ཨ་ནི་དེ་འདྲའི་གི་ཐོག་ནས་བསམ་བློ་གཏོང་བ་ཡིན་ན་སྤྱི་འཐུས་བཞི་བཅུ་ཐམ་པ་དང་ཕྱི་རྒྱལ་ལ་ཡོད་པའི་སྤྱི་འཐུས་ལྔ་དེ་གི་འགྲོ་སོང་དེ་བར་ཆད་གྲོས་ཚོགས་གཅིག་ལ་བསམ་བློ་གཏོང་ན་འདྲ་འདྲ་འདྲ་བོ་ཅིག་ཆགས་གི་ཡོད་རེད་རེད་བ། དེ་ཡིན་དུས་ད་མ་འོངས་པ་ལ་སུམ་ཅུ་ཐམ་པ་སྤར་བ་ཡིན་ན་ག་ཚོད་ག་འདྲུད་བྱས་ནས་ཆགས་ཀྱི་རེད། དེ་འདྲུད་ཀྱི་གནས་སྟངས་དེ་ཚོ་ལ་བརྟེན་བཏགས་ནས་དཔལ་འབྱོར་གྱི་གནས་སྟངས་ཀྱི་ཐོག་ནས་ཡིན་ན་འདྲ་སྒྲོམ་གཞི་གྱི་འགྲོ་སྟངས་ཀྱི་ཐོག་ནས་ཡིན་ན་འདྲ། ད་ལྟ། ཁོང་སྔོན་མ་ཞག་བཞེས་བ་དེ་གཞིས་བྱེས་གཉིས་ཀ་གི་སྐུ་ཚབ་ཡིན་དུས་དེ་གནད་འགག་ཆེན་པོ་རེད། ཨ་ནེ་ཚེ་ལོ་ནི་ཡང་ཆབ་སྲིད་ཀྱི་གནས་སྟངས་ལ་བརྟགས་ནས་དམངས་གཙོ་སུ་གཅིག་དེ་འདྲུད་ཀྱི་མི་འདུག་བརྒྱ་ཆ་མཐོ་འདུག་དམའ་འདུག་རེག་ཐབས་མང་པོ་ཞུས་འགྲེལ་བཤད་རྒྱག་མཁན་ཡོད་རེད་དེ། དམངས་གཙོ་གི་རྒྱལ་ཁབ་ག་གཅིག་ལ་གྲོས་ཚོགས་ཀྱི་འོས་བསྡུ་བྱེད་སྟངས་གྲོས་ཚོགས་ཀྱི་གྲུབ་ཆ་ལེན་སྟངས། གཅིག་པ་གཅིག་རྐྱང་ཡིན་མཁན་རྒྱལ་ཁབ་སུ་གཅིག་ཡོད་མ་རེད། ང་ཚོ་གི་གྲོས་ཚོགས་ཀྱི་ད་ལྟའི་སྒྲོམ་གཞི་དེ་ཡང་སྲིད་འཛིན་ལམ་ལུགས་ཡོད་མ་རེད་གྲོས་ཚོགས་ཀྱི་ལམ་ལུགས་ཡོད་མ་རེད་ང་རང་ཚོ་ལ་དཔག་པའི་གི་ལམ་ལུགས་ཀྱིས་བཟོས་པ་རེད། དེ་ཡང་འཛོམས་ལན་གཞན་པ་ལ་ཕ་དཔེ་བཏགས་ནས་འགྲོ་ས་ཡོད་མ་རེད་ཕ་ཀྱོག་མི་དེ་ཚོ་གི་ང་ཚོ་ལ་ཚུར་དཔེ་བཏགས་ནས་ཡོང་ས་ཡོད་མ་རེད། དེ་ཡིན་དུས་དེ་ལ་ལྟ། པས་རེ་རེ་བྱས་ནས་བཤད་མ་གོ་བ་བྱས་ནས་དམངས་གཙོའི་རྒྱལ་ཁབ་ནང་ལ། ཁྲིམས་ནང་ལ་གང་བཟོས་ཡོད་པ་དེ་ལག་ལེན་བསྟར་བ་དེ་ལ་དམངས་གཙོ་ཟེར་ནས་ལབ་གོ་རེད་མ་གཏོགས་གི་ཁྲིམས་ནང་ལ་མེད་པ་ཅིག་ཡང་ནི་ལག་ལེན་བསྟར་གི་མི་འདུག་དམངས་གཙོ་རེད་མི་འདུག་ལ་ཡང་དེ་ད་ལྟ་བསྡད་གི་བ་མ་རེད་ཨ་ནི་ད་ལྟའི་བཙན་བྱོལ་བོད་མིའི་བཅའ་ཁྲིམས་ནང་ལ་སྒྲོམ་གཞི་གང་ཡོད་པ་དེ་གཞི་བྱེས་གཉིས་ཀ་གི་སྐུ་ཚབ་མཚོན་བྱེད་རང་ལ་ངོས་འཛིན་བྱས་གོ་རེད། འོ་དེ་ཡིན་དུས་དེ་ལ་ད་ལྟའི་གནས་སྟངས་ལ་གོ། དེ་འགྲོ་བདེ་གི་ཡོད་རེད་ལ་ཨ་མ་འོངས་པ་ལ་བརྟེན་གནད་འགག་ཆེན་པོ་ཅིག་ཆགས་བསྡད་ཡོད་རེད་གཞིས་བྱེས་ལྷན་འཛོམས་མ་འབྱོངས་པ་དུས། ད་ལྟ་བཙན་བྱོལ་སྤྱི་ཚོགས་ནང་ད་ཆབ་སྲོལ་གྱི་འགྱུར་འགྲོས་དང། ཟེར་ན་མི་འདུག་ད་མི་སོ་སོ་སེམས་ཁམས་དང་ད་ག་བ་ཐུག་གི་ན་གོང་ད་དེ་ལ་ཡ་དམ་ཙམ་བྱེད་དགོས་འདོད་པ་མེད་བ་འདྲ་བོ་ད་དེ་དགོས་མཁོ་མི་འདུག་སེམས་ཉིད་འདྲ་བོ་ད་དེ་འདྲ་ཡོང་བསྡད་ཀྱི་འདུག་དེ་འདྲ་ཡིན་དུས་ད་དགེ་ལགས་ཀྱི་ཆོས་རྒྱུད་སྤྱི་འཐུས་ལོ་མང་པོ་གནང་པ་ཡིན་ཙང་དེ་བོད་མིའི་འཐབ་རྩོད་དང་བོད་མིའི་འགྲོ་རྩོད་དང་ཨ་ནི་འདི་གི་ལ་ཡང་མཚོན་པ་ཡིན་ན་གལ་ཆེ་ལོས་རེད། ད་འདི་ཉི་མ་རེ་རེ་བྱས་ནས་ཆོས་རྗེ་བཅུ་འདུས་ཀྱིས་ཆོས་བྱེད་དགེ་བ་གྲབས་འདོན་མ་འདོན་དེ་འདྲ་བྱེད་ཡག་གི་གནས་སྟངས་གལ་ཡོད་མ་རེད། ང་ཚོ་བོད་ཀྱི་རྒྱ་རབས་ལོ་རྒྱུས་ཉེ་རབས་ཀྱི་ལོ་རྒྱུས་བོད་སིལ་བུ་འཐོར་བ་ནས་བཟུང་སྟེ་ལོ་རྒྱུས་ནང་བལྟས་ན། ང་རང་ཚོ་ཆོས་ལུགས་གྲུབ་མཐའ་ཁག་ཕན་ཚུན་ལ་འགལ་ཟླ་མང་བོ་ཆགས། ཨ་ནི་དེ་ཚོ་ལ་བལྟ་བལྟ་མཁན་གཏོང་མཁན་འདྲ་མི་འདྲ་མང་བོ་ཞོལ་ཅིག་བྱུང། དེ་འདྲ་བྱེད་དུས་ཨ་ནི་ང་ཆོས་དེ་འདྲ་གི་གནས་སྟངས་ཆོས་ལུགས་ཐོག་ནས་ཧ་ལས་ཡག་གི་ང་རང་ཚོ་ལོ་རྒྱུས་ཐོག་ལ་གོད་ཆག་མང་བོ་ཞོལ་ཅིག་བྱུང་དེ་ཚོ་ལ་གཞི་རྩ་བཞག་ནས་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཁོ་ཆོས་ལུགས་ཀྱི་སྤྱི་འཐུས་ཅིག་ཡོད་པ་ཡིན་ན་ཡག་པོ་འདུག་དགོངས་ཡག་གི་གནས་སྟངས་དེ་གཞི་རྩ་དེ་དེ་རེད་སྔོན་མ་ཡིན་ན་ང་ཚོ། བོད་གཞུང་དགའ་ལྡན་ཕོ་བྲང་སྐབས་སུ་ཡིན་པ་ཡིན་ན། ཆོས་ལུགས་གཞན་པ་འགས་ད་དུང་སྟངས་འཛིན་ག་ས་བྱེད་ཀྱི་ཡོད་མེད་མི་ཤེས་ཏེ་ཡང་ན་དགེ་ལུགས་པ་དགའ་ལྡན་ཕོ་བྲང་ཡིན་དུས་དེ་ལ་དཔེར་ན་གདན་ས་གསུམ་དང་དེ་སོགས་ཀྱི་བོད་ལྗོངས་ཚོང་སྡེ་སྦྱིན་འཛོམས་སྐབས་སུ། འགན་དེ་སོགས་ཀྱི་ཁུར་བོ་རེད་ད་དུང་དེ་སོགས་ཀྱི་བྱེད་བོ་རེད་ཐག་གཅོད་གནང་ལ་པའི་ཤུགས་ཆེན་པོ་ཡོང་དགོས་བ་རེད་དེ་སོགས་ཀྱི་གནས་སྟངས་དེ་ཚོ། དེ་འདྲའི་བཟང་བོ་ཕྱོགས་གཅིག་ལ་སོང་མ་སོང་བ་ཐུགས་བསམ་བཞིན་ནས་གོང་ས་སྤྱང་པོ་ཆེན་མོ་མཆོག་གིས་དགོངས་བཞེས་གནང་བཞག་རྒྱུ་རེད། ཨ་ནི་ང་ཡང་ཆོས་ལུགས་སྤྱི་འཐུས་ལོ་མང་པོ་བྱས་པ་རེད། ཡིན་ན་ཡག་འགྲོ་ནི་ང་ཆོས་ལུགས་སྤྱི་འཐུས་ཡིན་ལོ་ནི་མ་འདྲ་བ་ཅིག་བྱེད་ཡ་ད་གལ་ཡོད་མ་རེད་དེ། ཡིན་ན་གནད་འགག་ངོ་མ་ཐོབ་ཡོང་དུས་ཀྱི་གནད་དོན་མང་པོ་ཅིག་ཐུག་དུས་ཨ་ནི་བླ་ཆེན་རྣམ་པ་དང་འབྲེལ་བ་བྱེད་སྟངས་རེད། ཆོས་ལུགས་ཕན་ཚུན་ལ་འགག་རྩ་ཐུག་དུས་ཆོས་ལུགས་སྤྱི་འཐུས་དེ་གནད་འགག་ཆེན་པོ་ཅིག་ཆགས་བསྡད་རོལ་ང་ཚོ་དཔེ་ན་བོད་ད་ལྟ། ཆོས་ལུགས་ཕན་ཚུན་བར་ལ་འགལ་ཟླ་ཆགས་ཡོད་མ་རེད་དེ་སོང་ཡང་ཆོས་ལུགས་སྤྱི་འཐུས་ཚང་མ་གདན་གཅིག་ལ་བསྡད་མཉམ་དུ་ལས་ཀ་བྱས། ལྟ་འདོད་གཏོང་རྩིས་བྱས་བསྡད་དུས་ཕན་ཐོག་གི་ཡོད་རེད་དྲན་གྱི་འདུག་མ་གཏོགས་གི་སོ་སོ་སོ་སོ་བསྡད་ན་ཉི་མ་གཅིག་ལ་ཡང་འགལ་ཟླ་ཆགས་ན་དཀའ་ལས་ཁག་པོ་རེད། ང་རང་ཚོ་བོད་མིའི་སྤྱི་ཚོགས་དེ་ཕྱོགས་གཅིག་ནས་བལྟས་ན་ད་ལྟར་སོང་བ་ན་ཡི་ད་ལྟའི་གི་ཆོས་ལུགས་སྤྱི་འཐུས་ཀྱི་ཡོང་ཁོངས་ལ་བརྟགས་ནས་འགྲེལ་བཤད་རྒྱག་ཡོད་སྲིད་པ་རེད་ཁོ་ཨ་ཡུ་ག་ནི་རེད་ལ་ཡག་འདྲ་བོ་དེ་འདྲ་གི་སོགས་ནི་ཡོང་སྲིད་པ་རེད་ད་ལྟ་བར་དུས་སྐབས་དང་པོ་ནས་བཟུང་སྟེ་སྐབས་བཅོ་ལྔ་བར་དུས་ཁོ་ཡོང་ཁུངས་གཅིག་པ་དེ་ནི་གལ་ཡོང་ཡོད་མ་རེད་དེ་བར་དུ་སྙུག་དྲ་ཡང་ཤེས་མཁན་བྱུང་ཡོད་མ་རེད་ད་དེ་ཚོ་ཡིན་དུས་སྤྱི་ཚོགས་ལ་ཅིག་འོར་རྒྱག་ཡག་གི་བཟོ་འདྲ་བོ་དང་བེད་སྤྱོད་བཏང་ཡག་གི་བཟོ་འདྲ་བོ་དང་སྤྱི་ཚོགས་ལ་འཁྲུག་ཆེན་བཟོ་ཡག་གི་བཟོ་འདྲ་མི་མང་ལ་མགོ་སྐོར་ཐེབས་ཡག་གི་ལག་ཆ་འདྲ་བོ་བྱ་ཡག་གི་ཉེན་ཁ་ཅིག་མཐོང་གི་འདུག་མ་འདུག་མི་གོ་བ་དེ་ང་སྤྱི་འཐུས་བྱེད་དུ་ཡ་རེད་ཆོས་ལུགས་སྤྱི་འཐུས་གོ་ནས་ང་ཆོས་ལུགས་སྤྱི་འཐུས་བྱེད་དགོས་རེད་ང་ལ་ཆོས་ལུགས་སྤྱི་འཐུས་མ་གོ་ན་ང་ཆོས་ལུགས་སྤྱི་འཐུས་ནས་མ་དོན་ནས་ངས་སྐད་རྒྱག་དགོས་རེད་ཆོ་ག་སྤྱི་འཐུས་གོ་ནས་ཆོས་ཀྱི་སྤྱོད་འདུལ་མི་གོ་ལ་ཡང་མེད་ཆོས་ཀྱི་སྤྱོད་འདུལ་བྱས་བསྡད་མཁན་གཅིག་གིས་ཆོས་འདུལ་སྤྱོད་འདུལ་མི་གོ་ལ་ཡོང་ན་གྲོས་ཚོགས་ནང་གྲོས་འཆར་ཁྲིམས་འཆར་བཏོན་ནས་མར་བཏོན་དགོས་རེད་བ་ཕྱི་ལོག་ལ་འགྲོ་ནས་སྤྱི་ཚོགས་ནང་ལ་དཀྲུགས་སྐད་རྒྱག་ཡག་གི་དུས་ཚོད་རྩ་བ་ཉིད་ནས་མ་རེད་སོ་སོ་རང་རང་ག་བ་ལ་ཡོད་དེ་བསམ་བློ་བཏང་དགོས་ཡ་དེ་གནད་འགག་ཆེན་པོ་ཞུ་རྒྱུ་ཆགས་ཀྱི་ཡོད་རེད་དེ་ཡིན་དུས་ཆོས་ལུགས་སྤྱོད་འདུལ་དེ་གནད་འགག་ཆེན་པོ་ཅིག་ཆགས་བསྡད་ཡོད་རེད་རྒྱ་གར་མི་ཆེ་གེ་དང་པོ་དགོངས་བཞེས་དེ་གནང་ནས་བཞག་པ་རེད། དེ་ལྟར་ང་འཕྲོ་འདུན་གྱི་དྲི་བ་གཅིག་ཞུ་ཡ་གཅིག་ལ་ད་ལྟ་ང་ཚོ་བཙན་བྱོལ་བོད་མི།

ང་ཚོ་ལ་ལས་འགན་གཉིས་ཡོད་རེད་ཟེར་བྲིས་ཡོད་རེད་ལས་འགན་དང་བོ་དེ། ཨ་ནེ། བོད་དོན་བདེ་ཐབས་གསར་ཐབས་དང་བཙན་བྱོལ་བོད་མིའི་སྤྱི་ཚོགས་བདེ་ཐབས་ལ་ནས་ཅེས་བྲིས་ཡོད་རེད་དེ་འདི་ང་ཚོ་ལས་འགན་དང་བོ་དེ་བཙན་བྱོལ། བོད་དོན་བདེ་ཐབས་གསར་ཐབས་དེ་ཡིན་དགོས་རེད་ཆབ་སྲིད་འཐབ་རྩོད་ཀྱི་ཐོག་ལ་འགན་འཁུར་དགོས་ཡ་དེ་གལ་ཆེན་པོ་ཤོས་ཅིག་རེད། ཡིན་ན་ད་འཐབ་རྩོད་ཀྱི་ཐོག་ལ་འགན་འཁུར་དགོས་རེད་ལབ་དུས། རྒྱ་མི་དེ་ཕ་མཆོག་ལ་ཡོད་རེད་ང་ཚོ་དེ་ཚུལ་མཆོག་ལ་ཡོད་རེད་ང་ཚོ་དེ་གཞན་དབང་ལུང་པ་ཅིག་ལ་ཡོད་རེད་ཉི་མ་རེ་རེ་བཞིན་ནས་འགུལ་སྐྱོད་གཏོང་ན་གཞན་དབང་སྟབས་བསྡུས་ཀྱི་ཐོག་ནས་འགྲོ་དགོས་ཀྱི་ཡོད་དུས་དཔེར་ན་རྒྱལ་ཁབ་རང་དབང་ཡོད་མཁན་བཅས་ཀྱི་འཐབ་རྩོད་བྱེད་སྟངས་དང་ང་ཚོའི་འཐབ་རྩོད་བྱེད་སྟངས་གཉིས་རྩ་བ་ཉིད་ནས་འདྲ་གི་ཡོད་མ་རེད་ང་ཚོ་ཉི་མ་རེ་རེ་བཞིན་ནས་ཅིག་རེ་བ་ཅིག་གཅོག་དགོས་ན་ད་གྲོས་ཚོགས་ནང་ལ་གྲོས་ཆོད་ཅིག་བཞག་དགོས་འོ་ན་འདྲ་རྒྱལ་ཁབ་གཞན་པ་ལ་རེ་བ་ཅིག་གཅོག་དགོས་ན་མི་ལ་སྐྱབས་བཅོལ་མཆོག་གཅོག་ནས་འགྲོ་དགོས་ཀྱི་ཡོད་དུས་ཨ་ནི། ད་ལྟ་བར་དུ་གང་ལ་གང་འཚམ་འགྲོ་བདེ་རེ་དྲན་གྱི་འདུག་ཡིན་ནའང་མི་སོ་སོ་གིས་ཡང་སྤྱི་ཚོགས་ཐོག་ནས་ལྟ་སྟངས་དང་མཐོང་སྟངས་དེ་འདྲ་གི་ཐོག་ནས་ཅིག་ཏག་ཏག་ཅིག་འདང་གི་མི་འདུག་འདི་ལས་ལྷག་ཟིག་བྱེད་ཡག་འདུག་བསམ་བསམ་རེ་བ་ཅིག་གིས་གནས་སྟངས་དེ་འདྲ་ཡོང་བ་ཡིན་ན་དེ་ཚོ་གནད་འགག་ཆེན་པོ་རེད་ལ་ཇི་སྲིད་རང་ཞུ་ཡག་རེད། ཡིན་ན་ཡང་ད་ལྟ་སྤྱི་ཚོགས་བདེ་དོན་གཅིག་པུ་གི་དོན་རྩ་བ་ཉིད་ནས་རེ་དྲན་གྱི་མི་འདུག་ཁོ་སྤྱི་འཐུས་ལྷན་ཚོགས་དེ་ཚོ་དཔེ་མཚོན་ཡང་ན་གྲོས་ཚུགས་འཚོ་བ་ཙམ་གྱིས་སྤྱི་ཚོགས་བདེ་དོན་གཅིག་པུ་གླེང་བདེ་བ་མ་རེད་གྲོས་ཚུགས་འཚོ་བ་ཙམ་གྱིས་དཔེར་ན་ཆབ་སྲིད་ཀྱི་ངོ་བོ་གཞི་རྒྱ་ཆེན་པོ་ཆགས་བསྡད་ཡོད་རེད་ད་མི་གཞན་པ་སྐྱབས་བཅོལ་སུ་གཅིག་ལ་འུ་འབྲུག་གི་གྲོས་ཚོགས་ཀྱི་ངོ་བོ་འདྲ་བོ་དང་ང་ཚོ་ནང་གི་ལས་ཁང་ཕྱི་སྲིད་ལས་ཁང་ཟེར་ཕྱི་དྲིལ་ལས་ཁང་ཟེར་ཡ་འདྲ་བོ་སྐུ་ཚབ་དོན་གཅོད་ཟེར་མཁན་གྱི་བཟོ་འདྲ་བོ་ཅིག་མེད་རེད་བ། དེ་མེད་དུས་ཨ་ནི་དེ་སུ་དེ། འཐབ་རྩོད་ཀྱི་གནད་དོན་ཅིག་ཆགས་བསྡད་ཡོད་རེད་ཡིན་ན་ལས་རིམ་དོན་རིགས་མང་པོ་མར་གཏོང་ཐབས་ན་ཡག་པོ་ཡོད་རེད་སྐུ་ཚབ་དོན་གཅོད་ཁ་ནས་ཡིན་པ་ཡིན་ན་འདྲ་སྟེ། ཨ་ནེ། གཙོ་བོ་དེ་ཆེ་རྒྱ་སྐྱིད་ཀྱི་ཞི་བདེ་དང་འབྲེལ་བའི་ཚོགས་འདུ་རང་དབང་དང་འབྲེལ་བའི་ཚོགས་འདུ་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཚོགས་འདུ། དོན་འགྲུལ་མང་པོ་བཅས་ལ་ཞུགས་ཐུབ་པ་ཡིན་ན་གནད་ཡོད་མི་མང་པོ་གི་ཧ་གོ་དོན་རྟོགས། དེ་ལ་ཕན་ཐོགས་ཡོད་རེད་མ་གཏོགས་རྒྱ་མི་དང་ཐད་ཀར་ང་ཚོ་གི་དང་འབྲེལ་ལམ་བྱེད་ཡ་དང་དེ་འདྲའི་ཐོག་ལ་ཞི་བ་བྱེད་ད་ད་ད་ཤུགས་རྒྱག་གཏང་ས་གལ་ཡོད་མ་རེད་དབུ་མའི་ལམ་རང་གི་ཐོག་ནས་འགྲོ་གི་ཡིན་གསུངས་དུས། ཨ་ནེ་དབུ་མའི་ལམ་གི་ཐོག་ནས་འགྲོ་གི་ཡོད་ན་ད་དེ་འཐབ་རྩོད་བྱ་གི་རེད་མ་རེད་དང་པོ། ངས་ཁ་ཚང་བོ་ཀྲོན་ཀྲོ་ལ་ཞུས་ཡོད། དབུ་མའི་ལམ་གྱི་རྒྱུན་ནས་བོད་དོན་བདེན་མཐའ་གསལ་ཐུབ་བོ་ཡོད་རེད་དང་ཡོད་མ་རེད། བོད་བཙན་བྱོལ་བོད་མི་བཅའ་ཁྲ་ནང་ལ་བོད་དོན་བདེན་མཐའ་གསལ་ལ་ཡ་དེ་དབུ་མའི་ལམ་ཁ་ལ་བབ་གི་རེད་བབ་གི་མ་རེད། དེ་ཚོ་ལ་བལྟས་པ་ཡིན་ན་ཨ་ནི་ང་ཚོ་འཐབ་རྩོད་ཀྱི་གནད་དོན་དེ་ཨ་ནི་ཆབ་སྲིད་ཀྱི་ཁ་ཚོན་ཡང་མིན་ན་གཞན་པ་བཅས་ལ་བརྗོད་དགོས་ཡ་དང། ཡང་མིན་ན་ཆབ་སྲིད་ཀྱི་གནད་དོན་ཐོག་ལ་དང། གཞུང་འབྲེལ་རང་གི་ཐོག་ནས་ཨ་ནི། ནུས་པ་ཆེ་རུ་གཏང་དགོས་ཡ་དེ་གལ་ཆེན་པོ་རེད། གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་འདྲའི་ནང་ནས་ད་འདྲ་མི་འདྲ། སོ་སོ་སོ་གས་ཅིག་དཀའ་ལས་བྱེད་ན་འཐབ་རྩོད་ཟེར་ནས་ཅིག་བྱེད་དེ་ཡོད་རེད། ད་དེ་གཉིས་ཡོང་དབྱེ་བ་ཕྱེ་དགོས་ཀྱི་རེད་དྲན་གྱི་འདུག་གཞུང་གི་འཐབ་རྩོད་ལ་ཡ་དེ་ཚང་མ། ག་དུས་ཡིན་ན་ད་ཅིག་ངོ་རྒོལ་སྐད་འབོད་འདྲ་བོ་རྔམ་སྟོན་ཁྲོམ་སྐོར་འདྲ་བོ་དེ་འདྲི་ལ་གོ་དགོས་ཀྱི་ངེས་པ་གལ་ཡོད་མ་རེད། མང་པོ་ཅིག་ད་ཡིག་ཆ་གི་བརྒྱུད་ལམ་ཁག་ནས་ཡིན་པ་ཡིན་ན་འདྲ་ལོ་རྒྱུས་ཀྱི་གནས་སྟངས་ཐོག་ནས་ཡིན་པ་ཡིན་ན་འདྲ། ཨ་ནེ་མི་དང་མིའི་འབྲེལ་བའི་ཐོག་ནས་ཡིན་པ་ཡིན་ན་འདྲ། རྒྱལ་ཁབ་དང་རྒྱལ་ཁབ་ཀྱི་འབྲེལ་བའི་ཐོག་ནས་ཡིན་པ་ཡིན་ན་འདྲ། དེ་གསུངས་ཡིན་དུས་དེ་སྐོར་ཤུགས་རྒྱག་དགོས་ཡ་དེ་གལ་ཆེན་པོ་རེད་ཨ་ནི་གཟིགས་སྟངས་དུད་འགྲོའི་ད་ལྟ་ཁྱེད་རང་གི་གསུངས་པ་ན་ཡི་གཟིགས་སྟངས་ཡོད་པ་དེ་གནད་འགག་གཅིག་ཆགས་གོ་རེད་ཡིན་ན་བཙན་བྱོལ་བོད་མི་སྤྱི་ཚོགས་བདེ་ཐབས་ལ་ཡ་དེ་བཙན་བྱོལ་བོད་མི་སྤྱི་ཚོགས་དང། གཞིས་ཆགས་ཁག་གི་གནས་སྟངས་འདྲ་བོ་དེ་མེད་པ་ཡིན་ན་ང་ཚོ་ཡང་འཐབ་རྩོད་བྱེད་མཁན་གྱི་སྒྲིག་འཛུགས་དེ་ཡང་སྒྲིག་འཛུགས་ཨ་མ་དེ་ཡང་དཀའ་ལས་ཁ་པོ་ཆགས་ཀྱི་རེད་དྲན་གྱི་འདུག་གོ། དེ་ཆགས་ཀྱི་ཡོད་དུས་ནི་ཇི་སྙེད་འགའ་དེ་དོ་སྙོམས་པ་འདྲ་བོ་ཅིག་བྱུང་ན་ཡག་པོ་ཡོད་རེད་མ་གཏོགས་གི་ད་རྦད་དེ་འཐུས་ཤོར་ཕྱིན་བདེ་བ་འདྲ་བོ་འཐབ་རྩོད་ཀྱི་ཐོག་ལ་དེ་འདྲའི་རང་ངོས་འཛིན་བྱེད་ཀྱི་མེད། ད་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་གྲོས་འཆར་ཟེར་དེ་ཨ་རི་ལ་ཡར་ཐུག་སྲོལ་བཞག་ཡོད་རེད། དེ་ལ་ཡང་ང་ཚོ་བཙན་བྱོལ་བོད་མི་མང་པོ་ཅིག་དགའ་སྤོབས་བྱེད་ཀྱི་ཡོད་རེད། ཡིན་ན་ཡང་དཔྱད་ཞིབ་བྱེད་མཁན་མང་པོ་ཅིག་གིས་དེའི་ནང་ལོགས་ལ་ཡང་ད་ཅིག་བོད་པའི་ཡི་གྲོང་དང་གྲོང་ཁྱེར་དགུ་བརྒྱ་ལྷག་ཅིག་དེའི་ནང་ཚུད་མེད་པ་དང། ཨ་ནི་དེ་འདྲའི་གི་ཅིག་ག་ང་ཅིག་བཤད་བསྡད་ཀྱི་འདུག་བདེ་སྐྱིད་ཀྱི་ཁྲོམ་ཆར་བདེ་སྐྱིད་རུ་དེ་སྤྱི་འཐུས་ལྷན་ཚོགས་དང། གྲོས་བསྡུར་འདྲ་བོ་བྱས་ནས་དེ་འདྲ་བྱེད་ཀྱི་ཡོད་རེད་བས་ཚོགས་མ་ཚར་ཚར་བར་དུ་སྤྱི་འཐུས་ལྷན་ཚོགས་ཀྱི་ཧ་གོ་གི་ཡོད་མ་རེད་བས་དེ་གནས་སྟངས་ག་དུས་འདྲ་བོ་ཞིག་རེད། སྤྱི་བཏང་ཨ་རིག་གི་ཁྲིམས་འཆར་ག་འདྲ་ཅིག་ཤར་བ་ཡིན་ན་བཀའ་ཤག་སྔོན་མ་ཡིན་ན་འདྲ་ད་ལྟའི་བཀའ་ཤག་ཡིན་ན་འདྲ་ཁོང་རྣམ་པ་གིས་ཨ་ནི་ཨ་རིག་གི་ཁྲིམས་འཆར་བཏོན་ཡག་གི་ཐོག་ལ་ཨ་རིའི་ཕྱི་སྲིད། རྒྱ་ནག་དང་འབྲེལ་བའི་ཕྱི་སྲིད་ལས་དོན་ཚུགས་ཆུང་ཡིན་པ་ན་འདྲ་ཕྱི་སྲིད་ལས་དོན་ཚུགས་ཆུང་དེ་ཚོ་ལ་འབྲེལ་བ་བྱས་ནས་ང་ཚོ་གི་གཅིག་གི་རེ་བ་དགེ་བཤེས་རྩ་གྲོང་ཁྱེར་འདི་སྟོན་གི་ཡོད་གསུང་གི་རེད། ཡིན་ན་དེ་སྤྱི་འཐུས་ལྷན་ཚོགས་ཀྱི་རྩ་བ་ཉིད་ནས་ཤེས་ཀྱི་ཡོད་མ་རེད་སྤྱི་འཐུས་ལྷན་ཚོགས་ལ་དེ་གི་འགྲེལ་བཤད་རྒྱག་གི་ཡོད་མ་རེད་སྟོན་མ་ཚར་བ་དུས་འགྲེལ་བཤད་རྒྱག་གི་ཡོད་མ་རེད་ཨ་ནི་ད་ལྟ་ཁྱེད་ཀྱི་ཅིག་ས་ཆ་དང་དེ་འབྲེལ་གི་གནས་སྟངས་ཐོག་ནས་ཁ་ཤས་ཚུད་འདུག་ཁ་ཤས་ཚུད་མི་འདུག་ཟེར་ཡག་གི་བཟོ་འདྲ་བོ་དེ་སོགས་ལ་ཕ་ཆེ་ཨ་རིག་ཁོ་རང་ཚོ་དང་ནག་ཚོ་གི་ཡ་ཟིན་བྲིས་རྒྱག་ནས་རེ་བ་རྒྱག་མཁན་དེ་སོགས་ཀྱི་དོ་སྣང་དུད་འགྲོའི་གྲངས་ཅིག་བྱུང་ཨ་ཡོད་ན་གསུང་གི་འདུག་ཀོ་ཁྲིམས་ཆད་ཅིག་ཡོང་གི་རེད་ད་དེ་ནང་ལ་རྡོག་རྡོག་འདྲ་བོ་ཅིག་ཅིག

ང་རང་ཚོ་གི་མི་ཚེ་ལ་ང་འདྲ་དེ་འདྲའི་ནང་ལ་སད་ཐུབ་ཀྱི་རེད་ཟེར་བའི་གི་རེ་བ་འགྲོ་ཅིག་ངས་ཞུ་ཞུ་སྐད་མཐོང་གི་མི་འདུག་ང་རང་སྒེར་གྱི་ངོས་ནས་ཡིན་ན་ང་ཚོ་རེ་བ་དེ་རྩ་བ་ཉིད་ནས་བརླག་ཡ་ཡོད་མ་རེད། ང་རང་ཚོ་སྔོན་མ་བཙན་པོ་གི་ལོ་རྒྱུས་ནང་ཤེས་པ་ནི་རྒྱ་རྒྱ་ཡོད་ལ་ཅི་བོད་བོད་ཡོད་ལ་ཅི་ཟེར་ཡ་བའི་བསམ་བློ་དེ་བཏང་ནས་ང་ཚོ་གི་ཨ་ནི་འགན་ཁུར་དགོས་ཡ་དེ་བོད་བོད་ཀྱི་རྩ་དོན་ཐུགས་ལ་འགན་ཁུར་གི་ཡོད་བསམ་ཡ་དང་བཙན་བྱོལ་སྤྱི་ཚོགས་འགྲོ་ཡ་ན་བོང་བོ་ནང་ཁུལ་ད་ང་ཚོ་གི་དཔེ་ཆུང་ཆུང་ཡ་ན་པ་ར་གོང་ལ་ཡ་བརྗོད་རོགས་དེ་ཚོ་ནང་ལ་ནི་ཅེས་སུ་ཐོག་སུ་དམག་སུ་དུད་འགྲོ་གི་གནས་སྟངས་འདྲ་བོ་དེ་ཡ་ཤེས་མ་ཤེས་རྐྱང་རྐྱང་བྱེད་བསྡད་ཡོང་ན་འགུག་ཆེན་མ་གཏོགས་ཕན་ཐོགས་གང་ཡོད་ཡོད་མ་རེད། དེ་ཡིན་དུས་ད་དབུ་མིའི་ལམ་ནས་འགྲོ་གི་ཡིན་སྲིད་གོ་ན་འདྲ་རང་བཙན་གཙང་མ་གི་ལམ་ནས་འགྲོ་གི་ཡོད་སྲིད་ན་འདྲ་ཁ་གཏད་ས་དེ་དགྲ་བོ་རྒྱ་མི་དམར་པོ་དེ་ཡིན་བསམ་བསམ་བྱས་ནས་ང་ཚོ་སོང་བ་ཡིན་ན་རེ་བ་དེ་ལ་གྲུབ་འབྲས་ཀྱི་ཐོན་གི་རེད་དེ་མིན་ན་ང་ཚོ་ནང་ཁོལ་ལ་ཕ་ཨ་ནས་ཤེས་རིག་གཏམ་རིག་རྟོགས་བསྡད་ན། ཉི་མ་གཅིག་ལ་ཚོང་མ་ཕག་མཐོ་ཚོད་མཐོ་ཁ་མཐོ་དགུ་མཐོ་བྱས་ནས་མི་རེ་རེ་གཉིས་རེ་གསུམ་རེ་བཞི་རེ་ལྷག་ན་ང་ལྷ་ས་གནམ་བདག་ཡིན་ཟེར་མཁན་བཟོ་རེ་བ་མ་གཏོགས་ཀྱི་སྤྱི་ཚོགས་ཁོ་རང་ཐོག་ཟེར་ན་རྩ་བ་ཉིད་ནས་འགྲིག་གི་མ་རེད་ང་རང་ཚོ་བཙན་བྱོལ་བོད་མི་ཡིན་ལ་ད་ལྟའི་ཆ་ལ་ཡིན་ན་བོད་མི་སྒྲིག་འཛུགས་ལ་ནི་མིང་ཅིག་བཏགས་ཡོད་བ་དེ་གི་སྤྱི་ཁོག་ནུས་ཤུགས་འོག་ལ་ཡིན་ན་འདྲ་གང་ལ་གང་འཚམས་ཀྱི་ཚང་མ་ལ་ཁྱབ་ཐུབ་ཡ་དང་འགན་འཁུར་ཐུབ་ཡ་གི་གནས་སྟངས་ཅིག་ཡོད་དེ་ཡ་རེད་དེ་རྩ་བ་ཉིད་ཁ་མཐོ་དགུ་མཐོ་མ་སོང་བ་བྱས་པ་ཡིན་ན། ཨ་ང་ཚོར་རེ་བ་ཅན་ཡོད་རེད་ད། ཐད་ཀར་ལ་མདུན་གྲི་བཅད་ནས་གདོང་ཐོག་བརྒྱབ་ནས། ལམ་ཁར་མདུན་གྲི་བཅད་ནས་སོང་ན་རང་བཙན་རག་གི་རེད་ད། ཡང་མིན་ན་དབུ་མའི་ལམ་ནས་མདུན་གྲི་རག་གི་རེད་ད་ཟེར་ཡ་དེ། ཁོ་ལབ་ཤི་ཡ་གལ་ཡོད་མ་རེད། ཆབ་སྲིད་ཀྱི་ཕོ་འཇོན་རེ་རེས་འཛོམས་མི་ལ་ཡིན་ཆབ་སྲིད་གནས་སྟངས་ཉི་མ་རེ་རེ་རེ་རེ་འགྱེལ་བ་འདྲ་མི་འདྲ་ཐབས་འདོད་དུས་རྒྱལ་ཁབ་རེ་རེ་ལ་འགྱེལ་བ་ཐབས་རེ་བས་ཁ་ཚང་ཁ་ཉུལ་གྱི་བསམ་བློ་ནང་ལ་ཆུད་ནས་མེད་རྒྱུ་ཡང་ད་དགོང་སི་རི་ཡ་སྙུག་དྲ་ཆགས་འདུག་ཟེར་ཡ་བཟོ་འདྲ་བོ་རྒྱ་ནག་དེ་ལ་ཉི་མ་གཅིག་ལ་འགྱེལ་བ་ཏན་ཏན་བརྒྱ་ཆ་བརྒྱ། ཐབས་ཀྱི་རེ་མ་ཏོག་གིས་ཁོ་རྟག་པར་ཡིད་དུ་འདྲི་ཅིང་ནི་དེ་ཡག་ཅིག་མི་འདུག་ང་ཚོ་གཙོ་བོ་དེ་དམིགས་ས་དེ་རྒྱ་ནག་གི་འགྱུར་འགྲོས་དང་ནི་རྒྱལ་སྤྱིའི་གི་སྟོབས་ཤུགས། རྒྱལ་སྤྱིའི་གི་སྟོབས་ཤུགས་རེད་དེ་ཡིན་ན་མཐའ་མ་དེ་ང་རང་ཚོ་གི་ནུས་ཤུགས་རང་ལ་བརྟེན་ནས་ང་རང་ཚོ་གི་འགན་ཁོལ་དགོས་ཡ་དེ། ང་རང་ཚོ་རང་སྡུག་རྩ་གཅིག་སྒྲིལ་བྱས་ནས་འགན་ཁོལ་ན་ཁུ་བ་ཡིན་ན་རེ་བ་ཡོད་རེད། ཚང་མ་ཡང་རྫོགས་པ་གཞན་པ་རྒྱལ་བཅག་ནས་ཕ་གི་ནི་གཅིག་རག་འོང་ཡ་ཡོད་རེད་བསམ་བསམ་དུ་ནི་བྱེད་དེ་འོན་ན་གྲུབ་འབྲི་གང་ཡང་སོན་ཡ་ཡོད་མ་རེད་ཟེར། གཞོན་སྐྱེས་མང་པོ་ཞིག་འཚར་ལོངས་བྱུང་ཡོང་ཁར་ལྷག་པར་དུ་ད་ནུབ་ཕྱོགས་རྒྱལ་ཁབ་ཁག་ལ་ཡང་དེ་འདྲའི་བོད་པ་གཞོན་སྐྱེས་མང་པོ་ཡིན་དུས་ད་ཁོ་ཚོ་ལ་དཔུང་ཤག་གིས་ང་ཚོ